དོན་རྒྱུན་དོ་ཁ་ར། སུམ་ཅུ་སོར་ལྔ་ཡོ་ཁ། དོན་རྒྱུན་སུམ་ཅུ་སོར་ལྔ་ཡོ་ཁ་ཟི། ཡོ་ཁ།
དེའི་ནང་གི་ཨ་ཐར་མ་ལྔ་ལྕམ་པོ་གང་གང་རེད་བཀྲ། དཔེ་རྒྱུན་སུམ་ཅུ་སོག་གཉིས་ཡོ་ཁ། དུ་མི་ནི།
འགོག་རྒྱུན་ཉི་ཤུ་རྩ་གསུམ་ཡོ་ཁ། གཟུགས་ཅན་གྱི་རྒྱུན་ཉི་ཤུ་ཐམ་པ་ཡོ་ཁ། དུ་མི་ནི།
རྒྱུ་རྒྱུན་བཅུ་དྲུག་ཡོ་ཁ། གསལ་བྱེད་ཀྱི་རྒྱུན

ད་དྲག་གི་དགོས་དཀའ་ཡིན་བཟོས་བཏང་ན། ད་དྲག་སྟེང་གི་གཞི་ག་འཇིག་ནི་རེད་དྲ། ན་ར་ལ་ཏི་ཆ་བོ་གཞི་ག་འཇིག་ནི་རེད།
ནང་དགོས་སི་ཆི་གི་འཇིག་ནི་རེད་དྲ།
འདིའི་བ་ར་སྐིལ་ཚིག་ཡིན་དྲི། འཇིག་ག། འཇིག་གི།
ད་རུང་འཇིག་སུ་བཟོ་གི་མོ་དུས་ཉང་ཆི་སེ་གི། ངོ་བོ་ཉིད་ཀྱི་ད་དྲག་ཐོབ་པ། གཏུམ་མོ་རེད་ལ།
རེད། དེ་ན་ད་རྒྱུན་འཇུག་གི་ནང་གི་ན་ར་ལགས་སྲིན་པོ་མ་ནང་ཡིན་ནོ་ཞེས་གསུངས་ན། ཞོར་གཅིག་ག་གང་ར་ཤི་གོ་གི་དུ་བཞིན་ན་ད་དྲག་གི་དགེ་བཀའ་ཡང་ན་ར་ལགས་སྲིན་པོ་ཡིན་ནོ་ཞེས་གསུངས་ན། ད་ཅི་གོ་ར་ཆིག་ནས་དབང་ཨ་ཡོང་ནས་བསམ་རྒྱུ་མེད་ནས་ཁོ་ཐག་ཆོད་ནས་གཏུམ་མོ་རེད། རེད། དེ་འཕྲོ་རྒྱུན་འཇུག་གི་ནང་གི་མ་ནང་གང་རེད་དྲ། ན་ར་ལ།
ན་ར་ལ་རེད་ལ་ཟི། རེད། དེས་ན་ད་ན་ར་ལ་དུ་རྗེས་འཇུག་གི་ནང་གི་མ་ནང་ཆ་བོ་རེད་ལ་ཟི། རེད། རྗེས་འཇུག་གི་ནང་ན་མ་ནང་དུ་ཆོག་མ་ནི་མེ་ཁ་ཟི། མེ་ཁ། ན་སྐྱ་དང་ཆོག་པ་ཟི། ཆོག་གི།
རྗེས་འཇུག་གི་མ་ནང་ན་ར་ལ་གསུམ་རེད་ལ་ཟི། རེད་ལ། རེད།
ཡང་འཇུག་ད་དྲག་ཏུ་རྗེས་འཇུག་གང་ཆོས་བཞི་ག་འཇུག་གི། ན་ར་ལགས་སྲིན་པོ་ཞིག་འཇིག་གི། དེ་ཧ་ན་མི་འཇིག་ག། མི་འཇིག་གི། རྗེས་འཇུག་གི་ནང་ན་མ་ནིང་དོ་ཁི། གསུམ་ཡོད་གི། གང་རེད།
ན་ར་ལ་དག་སྲིན་པོ་རེད། དག་སྲིན་པོ་མི་ནི་རྩ་བ་ཉིད་ནས་མེད་ག། མེད་གི། དག་སྲིན་པོ་ཞིག་ཡང་འཇིག་འཇིག་ན་གལ་ཏེ་གང་འཇིག་གི། ད་དྲག། ད་དྲག་འཇིག་ག། འཇིག་གི།
ས་དྲག་མི་འཇིག་ཁོ་ཐག་རེད་ལ། ཁོ་ཐག་རེད། ན་སྐྱ་ཐང་ཨ་ཆོག་གི། ཆོག་གི། ཆོག་ག།

གསུམ་གྱི་གཞི་འཇིག། གང་ཕྱོགས་རེད།
ན་ར་ལ་དག་གསུམ་པོ་རེད། དུ་ན་ཡང་འཇིག་ས་ཁྲག་ཏུ་རྒྱུ་འཇིག་དག་གི་གཞི་འཇིག་ཟེར་ར། བཞི་གི་གཞི་འཇིག།
གང་བཞི་བོ་རེད་ཀྲ།
ཀ་ང་བ་མ་དུ་བཞི་བོ་རེད། དུ་བཞི་བོ་ཁ་དག་གསུམ་པོ་ཕྱོགས་ར་དུ་རེད་ཀྲ། བདུན་རེད།
དུ་ན་ད་རུང་གསུམ་གཟི་ག་མི་འཇིག་ཀ་དག་གསུམ་པོ་ཆི་ཀའི་རྩི་དགོ་གི་ར། ཡང་འཇིག་ཡང་འཇིག་གི་གཞི་འཇིག་ནི་མ་རེད། ཨོ་ལེ།
ཡང་འཇིག་ཡང་འཇིག་གི་གཞིག་ཨ་མི་འཇིག་གི་དུ་ཟེ་ན། རྗེས་འཇིག་ད་ཡིན་འདྲའི་ཐ་ཚུ་ཡང་འཇིག་ད་ཨ་འཇིག་གི། མི་འཇིག་གི།
དུ་ན།
རྗེས་འཇིག་ས་ཡིན་འདྲའི་ཐ་ཚུ་ཡང་འཇིག་ས་ཨ་འཇིག་གི། མི་འཇིག་གི། དུ་ན། རྗེས་འཇིག་ས་ཡིན་འདྲའི་ཐ་ཚུ་ཡང་འཇིག་ད་ཨ་འཇིག་གི། མི་འཇིག་གི།
དུ་ན། མི་འཇིག་གི། ད་རུང་མི་འཇིག་ས་ཟིག་གོ་གི་དུ་གང་རེད། ཨ།
ཨ་གི་གཞིག་ཨ་ཡང་འཇིག་མི་འཇིག་ག། རེད། ཏུ་ས་འོག་གཟུགས་ཨ་ཤི་ཏཱ། ཤི་ཏཱ། ཤི་ག།
ཤི་གོ།
ཤི་གི་ཤི་འོག་ནི།
ཡོལ། ཡང། ཏུ་ནི་ཏཱ། དེས་ན་རྗེས་འཇུག་གི་ནང་གསེས་ཀྱི་སྡེ་བ་བརྒྱད་ཀྱི་བར་ནོ་ཆིག་གི་བར་ནི་རེ་བྲ། ཕོ་ལ་སྐྱེས་བུ་རབ་སྐྱེས་བུ་འབྲིང་སྐྱེས་བུ་ཐ་མ། མོ་ལ་མོ་ཙམ་དང་ཤིན་ཏུ་མོ།
མ་ནིང་ལ། འགྱུར་བ་མ་གནང། མཚན་གཉིས་མ་གནང། མཚན་མེད་མ་གནང། དོ་རྒྱལ་པོ་རེད། དོ་རྒྱལ་པོ་རེད་ལ།
རེད། འགྱུར་བ་མ་གནང་ཨ་ནང་གསིག་རེད་བ་ཨེ་ཡོད་ཁ་ར། ཡོག།
དྲག་པར་འགྱུར་དྲ་ཞན་པར་འགྱུར་དོ་གཉིས་ཀ་རེད། ཡ།
དོ་ཤེས་དོང་དོ་ན་ད་སྐྱིའོ་རམ་འབྲང་འཐག་སིམ་པོ་ཅིག་ཤོག་ར། དོ་ཆི་གེ་འཇོག་དགོ་གི་ར།

དེ་བཞི་ལ་རྗེས་འཇུག་ཀ། ད། བ། ས། དུ་ཆོས་རྗེས་འཇུག་ཡིན་པའི་སྐབས་ད་ས་གཉིས་ཀ་ཡང་འཇུག་མིན་པའི་སྐབས་དེ་སྐྱེས་བུ་ཐ་མ་ཟེར་ནི་རེད།
དུ་མོ་ཟིག་སྐྱེས་བུ་ཐ་མ་ཟེར་ཀ། ཟེར་ཀ།
དུ་ན།
མིང་གཞི་ཡུལ་གཞི་བཞག་ཡིན་ནི་དགོས་ནི་མིང་གཞིའི་རྟགས་གང་ཡིན་རྟ་མི་དགོས་ནོ་གང་ཆོས་རེད། སྐྱེ་བོ་རབ་འབྲིང་མཐའ་གསུམ།
མོ་ལ་མོ་ཙམ་དང་ཤིན་ཏུ་མོ། དེ་ཆོས་ཡིན་ན་ད་མིང་གཞི་ཡོད་གཞིར་བཞག་རེད་འོན་ཀྱང་མིང་གཞི་གི་རྟགས་གང་ཡིན་ན་ཁ་ཡོད་མི་དགོ་ག། རེད་མིང་གཞི་གི་རྟགས་གང་ཡིན་ན་རྟ་མི་དགོ་ག། མི་དགོ།
དེ་ནི་མིང་གཞི་གི་རྟགས་གང་ཡིན་ན་རྟ་དགོ་ནོ་གང་རེད། མ་ནིང།
མ་ནིང་དེ་རིགས་དོ་གི། གསུམ་ཡོད་གི།
གང་གསུམ་པོ་རེད།
འགྱུར་བ་མ་ནིང་མཚན་གཉིས་མ་གནང། མཚན་མེད་མ་གནང་རྟགས་གསུམ་པོ་རེད། རེད་ལ།
རེད། དེས་ན་གོང་ནས་སྐྱེས་བུ་རབ་འབྲིང་ཐ་གསུམ་དུ་ཕལ་ཆེར་བཞག་སྟངས་དག་པ། བཞག་སྟངས་ན། མོ་དེའི་རིགས་དག་བོད་ཁུལ་ནང་གསེས་ཀྱི། རྨང་གཞི་གཡོ་ལག་གཞིར་བཞག་གི། དེའི་བཞི་ག། རྗེས་འཇུག་སྔ་མ། ཞིག་དང་ལུང་འཕྲོ། ཡང་འཇིགས་ཤིག་བཏང་ན་དེའི་མྱི་ང་མོ་ཙམ་ཟེར་གི།
དེས་ན་སྐབས་འདིའི་རྨང་གཞི་ཡོད་ལག་གཞིར་བཞག་རེད། འོན་ཀྱང་རྨང་གཞི་གི་རྟགས་གང་ཡིན་ན་ལྟ་ཨར་དགོ་གི། མིར་དགོ་གི། དེ་མིར་དགོ་ག། མིར་དགོ་གི། དེ་ན་ད་ཁྱིས་བྱ་རྒྱུ་ཡིན་ན། རྨང་གཞི་ཡོད་ལག་གཞིར་བཞག་གི། དེའི་བཞི་ག་རྗེས་འཇིགས་སྔ་མ་མྱི་ག་ཞིག་ཡིན། དེའི་བཞི་ག་ཡང་འཇིགས་ས་ཞིག་བཏང་ན་ད། ཆི་ཟིག་རེད་ཟིག། མོ་ཙམ།
མོ་ཙམ་རེད་ལ།
རེད། དེ་ནི་ཤིན་ཏུ་མོ་དོག་གི་ཁྱིམ་ཟིག་རེད། མིང་གཞི་ཡོད་ནོ་གཞིར་བཞག་ཡི་བརྡ་ལས། དེའི་བཞི་ག་རྗེས་འཇུག་སྔ་མ་ཞིག་ནོ་འཕྲོ། ཡང་འཇུག་མེད་པའི་སྐབས་སུ་དེ་གཉིས་ང་ཤིན་ཏུ་མོ་ཟེར་གི། ཡང་འཇུག་མེད་དུས་ཐ་ཚོ། དུ་ཟིག་ནི་རི། རེད།
ཁྱོད་བཤད་ཚོད་ཡིན་ན། རྨང་གཞི་ཡོད་ལགས་གཞིར་བཞག་གི། རྨང་གཞིའི་རྟགས་གང་ཡིན་ན་བལྟ་མི་དགོས་ག། མི་དགོས།
དོ་ན་རྨང་གཞི་ཡོད་ལགས་གཞིར་བཞག་གི་དེའི་བཞི་ག་རྗེས་འཇུག་སྔ་མ་གཉིས་ཀ་ཞིག་བསྡད་དང་ཡང་འཇུག་མ་ཞིག་ན་ཤིན་ཏུ་མོ་རེད་ལྟ་བཟོས་ནི་ཨི་རེད། རེད། ལྟ་བཟོས་ནི་རེད་ལ།
རེད།
ད་ཤིན་ཏུ་མོ་བཟོས་གོ་ནི་ཨི་རེད། རྨང་གཞི་ཡོད་ནོ་གཞིར་བཞག་ཡིས་བསྡད་ལས། དེ་བཞི་ག་རྗེས་འཇུག་ཨ་ཞིག་བཏང་ན། དེའི་སྙིང་ང་ཤིན་ཏུ་མོ་ཟེར་གི། ཨ་གི་བཞི་ག་བྱུང་གི་ཡང་འཇུག་ཐོབ་ས་འགྱོ་ནི་མ་རེད། ཐོབ་ས་མི་འགྱོ་ག། ཐོབ་ས་མི་འགྱོ་གི།
དེ་ཡིན་ན་ད་ཡ་ད་མོ་ཙམ་ལ་ཤིན་ཏུ་མོ་ར་བྱེད་ཚར་སོང་ནོ་ཤེས་དང་ད་ཆི་ཟིག་འོ་ཁི། མ་གནང། མ་གནང་ཨ་རིག་ཏུ་འོ་ཁི། གསུམ་ཡོ་གི། གང་གསུམ་པོ་རེད།
འགྱུར་བ་མ་གནང། མཚན་གཉིས་མ་གནང། མཚན་མེད་མ་གནང། དག་གསུམ་པོ་རེད། དུ་ཆོ་རེ་ལ།
རེད། འགྱུར་བ་མ་ནང་རིག་ཏུ་འོག་གི། གཉིས་འོག།
གང་གཉིས་ཀ་རེད།
དྲག་པར་འགྱུར་དྲ་ཞན་པར་འགྱུར། གོང་གི་ཕོག་གསུམ་མོག་གཉིས་དུ་བྱམས་པོ་མིང་གཞི་ཡོད་གཞིར་བཞག་གི་ཕྱོགས་ཀྱི་མིང་གཞི་གི་རྟགས་བལྟ་མི་དགོས། རེད་དྲ་ར་ད་ཐེངས་ཀྱི་མ་ནང་གསུམ་པོ་མིང་གཞི་ཡོད་གཞིར་བཞག་གི་མི་ཆོག་གི་མིང་གཞི་གི་རྟགས་ར་བལྟ་དགོས།
རེད་ཡ། དེ་ན་ད་དྲག་པར་འགྱུར་བ་ཟིག་ར་ཞན་པར་འགྱུར་བ་ཟིག་ཡོད་ཁ། ཡོད་ཁ། དྲག་པར་འགྱུར་བ་དོག་པོ་མང་བཞི་ཕོ་ཡིན་དགོ་ནས། དེའི་བཞི་ག་རྒྱུན་འཇུག་གི་མ་ནང་ན་ར་ལག་གསུམ་གི་གང་རུང་ཞིག་དགོ་ནས། དེའི་བཞི་ག་ཡང་འཇུག་ཞིག་ན་ད་ཡང་འཇུག་ད་དྲག་མི་ནས་ཞིག་ས་འགྱོ་ནི་མ་རུ་མོ། རེད། དེ་ཡིན་དང་ན་ཡང་འཇུག་གི་རྟགས་དེ་ར་རྒྱུན་འཇུག་གི་རྟགས་ཡིན་ནི་རེད་རྒྱུན་འཇུག་གི་རྟགས་ག་ཡའི་བ་ར་གཅིག་ཡིན་ནི་རེད་དེ་འདྲའི་ཐ་ཚོ་ད་ཡང་འཇུག་གི་ད་དྲག་དུ་ཕོ་རེད་ཟིག། རྨང་གཞི་གི་ཕོ་གང་རེད། བཀའ་རྒྱ་ད་པ་རྩ་རེད། འོ་དེ་ཡིན་དགོས་ག། རེད། དེ་ཡིན་ན་ད་རྨང་གཞི་གི་ཕོ་ཡིག་གི་རྗེས་སུ་རྗེས་འཇུག་མ་གནང་ན་ར་ལག་གསུམ་གི་གང་རུང་ཞིག་སྟེ། དེའི་གཞི་ག་ད་དྲག་ཕོ། ད་དྲག་ཏུ་ཕོ་རེད་ལ། རེད། རྗེས་འཇུག་གི་རྟགས་ཀྱི་དབྱེ་བ་ཞེས་སུ་ར་གཉིས་ཀ་གཅིག་རེད་ལ། རེད། དེ་ན་ཕོ་གཉིས་ཀྱི་བར་ར་མ་ནག་གཅིག་ཞིག་བཏང་ན་དེ་ཡིན་ན་ད། རྗེས་འཇུག་གི་མ་ནང་དུ་རྨང་གཞི་གི་ཕོ་གི་ཁ་བཤད་ར་རྒྱུག་སྟངས་ནི་རེད། ཡང་འཇུག་གི་ད་དྲག་ཕོ་གི་ཁ་བཤད་ར་རྒྱུག་སྟངས་ནི་རེད། དུ་ཡིན་སྟངས་ན་ད་ཕོག་སྒྲ་དྲག་པ་རེད་ལ། རེད། ཨོ།
དུ་ཡིན་སྟངས་ན་ད་དྲག་པར་འགྱུར་སོང་ན་རེད། རེད། རེད།
དུ་རྨང་གཞི་གི་དབང་གིས་ཡང་དྲག་པར་འགྱུར་གི། ཡང་འཇུག་གི་དབང་གིས་ཡང་དྲག་པར་འགྱུར་གི། རྨང་གཞི་མོ་ཡིག་གི་རྗེས་སུ་རྗེས་འཇུག་མ་ནང་ན་ར་ལག་གསུམ་གི་གང་རུང་ཞིག་གི་ཟླ་ལས་ཡང་འཇུག་མེད་ན་ཞན་པར་འགྱུར་བ་ཨེ་རེད། རེད། རེད་ལ།
རེད།
དེ་ན་རྨང་གཞི་གི་མོ་ཡིག་རྡོག་གང་གང་རེད། ཀ་ཅའ་ཏ་བ་མཛའ་བ་ཤ་ས་ཨ་ཡ་ཤ་ས། དེ་ཆོ་མོ་རེད་ལ། རེད།
དེ་ཡིན་དུས་ད་གཟོད་ད། རྨང་གཞི་མོ་ཡིག་གི་རྗེས་སུ། རྗེས་འཇུག་གི་མ་ནིང་གི་ན་ར་ལག་གསུམ་གི་གང་རུང་ཞིག་གིས་ད་ལོའི་ཡང་འཇུག་མེད་ན་ཞན་པར་འགྱུར་བ་རེད་ཟིན་རེད་ལ། རེད།

སྟེང་དང་ལ་དྭགས་མིང་གཞི་གི་མོ་ཡིག་གི་རྗེས་སུ་རྗེས་འཇུག་ན་ར་ལག་གསུམ་མ་ནིང་ཡིན་ནོ། རྗེས་འཇུག་མ་ནིང་ན་ར་ལག་གསུམ་གི་གང་རུང་ཞིག་སྟེ་དེའི་རྗེས་སུ་ཡང་འཇུག་གི་ད་དྲག་ཞིག་ན་ད་དྲག་ཕོ་ཡིན་ནོ། རྗེས་འཇུག་གི་རྟགས་ཀྱི་དབྱེ་བ་ཞེས་སུ་ར་གཉིས་ཀ་གཅིག་རེད་ལ། དེ་ཡིན་ན་ད་གོང་ས་ན་མོ་བོ་གི་མོག་སྒྲ་ཞན་པ་རེད་ལ། རེད། ཞན་པ་གི་ཁ་བཤད་ཅིག་རྒྱུག་སྟངས་འདིར་དེ་ཡིན་དང་ན་མོ་གི་རྟགས་འཚང་ག། རེད། དེ་ནས་ཡང་རྒྱུག་ད་དྲག་རེད་ཕོ་རེད་ཕོ་གི་ཁ་བཤད་ཅིག་རྒྱུག་སྟངས་འདིར་དེ་ཡིན་ན་སྒྲ་དྲག་པ་རེད་ལ། རེད།
དེ་ཁེ་སྟངས་ལ་ད་ཕོ་གི་ཆ་དང་ར་བདེན་གི་ཡང་རྒྱུག་གི་དབང་གི་ཡང་རྒྱུག་ད་དྲག་གི་དབང་གི་ཕོ་གི་ཆ་དང་ར་བདེན་གི་ཕོ་གི་ཆ་ར་བདེན་གི་མིང་གཞི་མོ་རེད་སྒྲ་ཞན་པ་རེད་མོ་གི་ཆ་ར་བདེན་གི་རྟགས་གཉིས་ཚང་ག། རེད། ཨོ་དེའི་ཁུག་རྟ་དེ་ཉིད་མཚན་ཉིད་མ་གནང། རྟགས་ཉིད་མ་གནང། དུ་མོ་ཟེར་ག། རེད། ཕོ་གི་ཆ་ར་ཡོག་གི་མོ་གི་ཆ་ར་ཡོག་གི་ཡིན་རྒྱུ་སྦྲགས་གདང་གི་ཆ་ནས་བཞག་ན་རེད་ལ། རེད། ཕོག་གདང་བྲག་པ།
མོག་གདང་ཞན་པ། སྒྲ་དྲག་ཞན་གཉིས་ཀའི་ཆ་དང་ལྡན་པས་ན། ད་ཆུ་ཟེར་གོ་གི་མཚན་ཉིད་མ་གནང། རྟགས་ཉིད་མ་གནང། དུ་མོ་ཟེར་གོ་ག། ཡོག།

ཕོ་གི་ཆ་ར་དག་གི་མོ་གི་ཆ་ར་དག་གི། ཡང་ན་ཕོག་དགྲ་གི་ཆ་ར་དག་གི་མོག་དགྲ་གི་ཆ་ར་དག་གི། དེའི་ཁུ་གུ་ད་དུ་མོ་ཟིག་གི་ཉི་ང་ད་མཚན་གཉིས་མ་ནང། མཚན་གཉིས་མ་ནང། ཡང་ན་རྟགས་གཉིས་མ་ནང་བཟོས་ནི་རེད་ལ། རེད།
ད་ཆི་ཟིག་འོ་ཁི་ར། མཚན་མེད་མ་ནང། མཚན་མེད་མ་ནང་འདོག་གི་ཆི་ཟིག་ནི་ཨི་ཤི་གི། ཞིག་གམ།
གང་རེད།
རྟགས་མེད་ནོ།
ཨོ་དེ་དོག་དེ་ཆི་མོ་ཟི་རེད་དེ་ཟིན་ན་མང་བཞི་མ་ནིང་ཡིན་ནི་ཟིག་གི་བཞི་ག། རྗེས་འཇུག་གི་མ་ནིང་ཞིག་ཡིན་ཡང་འཇུག་མེད་ན། ད་རྟགས་མེད་མ་ནིང་ཡང་ན་མཚན་མེད་མ་ནིང་ཟིན་ནི་རེད་དེ་ཟིན་ན་ཨི་རེད། ཨི་རེད།
དེས་ན་མང་བཞི་གི་མ་ནིང་དོག་གང་རེད། ཁ།
ཆ། ཐ། ཕ། ཚ། ལྟར་ང་བོ་རེད། རེད་ལ། རེད།
ཨོ་དེས་ན་ད་མིང་གཞི་གི་མ་ནིང། དེའི་སྒྲ་གྲོགས་པོ་གི་ཆ་ལ་མེད་ཁི་ཞེན་པ་གི་ཆ་ལ་མེད་ཁི་རྟགས་མེད་ཁ། མེད་ཁི། དེའི་རྗེས་འཇུག་ག་ན་ར་ལགས་སམ། ན་ར་ལགས་སམ་རྗེས་འཇུག་གི་ནང་གི་མ་ནིང་རེད་ལ། རེད།
དེས་ན།
མྱི་ག་རྟགས་མེད་ཁ། མེད་ཁི། མྱི་ག་མཚན་མ་མེད་ཁ། མེད་ཁི། མྱི་གི་ལ་ཁ་ན་ཕོག་སྒྲ་ར་མེད་ཁི་མོག་སྒྲ་ར་མེད་ཁ། མེད་ཁི།
དེའི་ཁུག་གི་ད་མཚན་མེད་མ་ནིང་ཟིན་ད་རིག། རེད། མཐར་ལྟ་བུ།
དྭ་ཕྲུག་མས་ནོར་ཡིག་གོ་བ་བླངས་ན། ད་དུ་རྨང་གཞི་ཁ་ཆ་ཐག་པ་ཚ་གི་ནང་གི་རིལ། རེད། རེད་ལ།
ར་དུ་རྒྱུན་འཇུག་གི་ནང་གི་མ་ནིང་ན་ར་ལག་སོན་གི་ནང་གི་རིལ། རེད། རེད་ལ། དུ་ན་མ་ནིང་གི་རྗེས་སུ་མ་ནིང་ཞིག་ནི་རིལ། རེད། རེད་ལ། རེད། དེ་ན་མ་ནིང་ཡིན་ན་སྟག་མལ་རེད་ལ།
རེད།
ཕོག་སྒྲ་བྲག་པ་མེད་ཁ།
མོག་སྒྲ་ཞན་པ་མེད་ཁ། སྒྲ་དྲག་ཤིན་བཀའ་རྒྱ་མེད་ཁ། མེད་ན་ད་མཚན་མིན་མ་ནང་ཨི་རེད། རྟགས་མིན་མ་ནང་ཨི་རེད། རེད་ལ། འོ་དེ་རེད།
སྔོན་འཇུག་གི་རྟགས་དབྱེ་བ་དེ་ཆུང་ཟིག་འདྲ། བ་ཕོ། ཀ་རྟགས་གཉིས་མ་ནང་ཨ། མོ། མ་ནི་ཤིན་ཏུ་མོ། དེ་ཡིན་དང་ན། ཕོ་ཡིག་དེ་བ་ཡིག་རེད་ལ། རེད།
དུ་གི།
དུས་གི་ནང་གི་གང་སྟོན་གི། འདུས་བ་ར་མ་འོངས་བ། ད་ལྟ་བ་ཨི་སྟོན་གི། མི་སྟོན་གི།
གཟུགས་འགྱུར་བའི་སྐབས་སུ་ད་ལྟ་བ་ཕོ་གི་རྩ་བ་ཉིད་ནས་སྟོན་ནི་མ་རེད་ལ། རེད། ན་སྐྱ་དང་མཆོག་པ།
མཆོག་གི། མཆོག་གི།
དུ་ན། ཕོ་ཡིག་བ་ཡིག་དེ་བདག་གཞན་གཉིས་ཀྱི་ནང་གི་གང་སྟོན་གི། གཞན་སྟོན་གི། གཞན་སྟོན་གི།
རེད། བདག་ཨི་སྟོན་གི།
མི་སྟོན་གི།
གཟུགས་འགྱུར་བའི་སྐབས་སུ་མི་སྟོན་གི། གཟུགས་འགྱུར་བའི་སྐབས་སུ་གཞན་སྟོན་པ་མ་གཏོགས་བདག་རྩ་བ་ཉིད་ནས་མི་སྟོན་གི། འོན་ཀྱང་གཟུགས་མི་འགྱུར་བའི་སྐབས་སུ་བདག་སྟོན་རྒྱུ་ཡོད་ཁ། ཡ་དེ་ན་སྔོན་འཇུག་གི་ཀ་ཏ་གཉིས་ཀས་བདག་གཞན་གཉིས་ཀྱི་ནང་གི་གང་སྟོན་གི། གཉིས་ཀ་སྟོན་གི། དུས་ཀྱི་ནང་གི་གང་སྟོན་གི། ད་ལྟ་བ།
ད་ལྟ་བ་སྟོན་གི། སྟོན་གི། མ་འོངས་བ་སྟོན་པའི་ཆ་ལ་ཡོད་ཡོད་ནི་རེད།

འདུས་པ་མི་སྟོན་དགའ། མི་སྟོན་དགུ།
དུ་ཐམས་ཅད་དྲག་གཟུགས་འགྱུར་ཡིག་སྐབས་སུ་བྱེད་དགོས་ན་རི། རིལ། དུ་ན་སྔོན་འཇུག་གི་ནང་གི་ཤིན་ཏུ་མོ་མ་ཡིག་ཟེར་དཀོན་ནོ་དེའི་བདག་བཞིན་ཉིད་ཀྱི་ནང་གི་གང་སྟོན་དགུ། དེའི་གསུམ་པོ་ནང་གི་གང་སྟོན་དགུ། བདག་བཞིན་ཉིད་ག་སྟོན་དགུ། དེའི་གསུམ་པོ་སྟོན་དགུ།
ཆུ་ཟས། བདག་བཞིན་ཉིད་ག་སྟོན་དགུ།